འོ་དེ་ནས་རྒྱལ་སྤྱིའི་གནས་ཚུལ་གཅུན་ན་མི་འགྲོ་ཁ་ཅིག་ཞུས་ཡོད་པས་ན་ད་ཁ་སྔོན་མེར་མ་སྲིད་གཞུང་གསར་བ་འོས་བསྡུས་བྱས་པའི་ཐོག་ནས་འོས་ཀྱི་ཆ་ཤས་ལེན་ངེས་དེ་བརྒྱ་ཆ་ཉུས་ཉུས་བཞི་བོ་གཅིག་གི་ལན་བྱས་ག་འདྲ་ད་ལྟའི་མེར་མར་དམག་གི་སྲིད་གཞུང་ཡ་འོས་ཐོབ་པའི་རྣམ་པ་གི་ཐོག་ནས་ཁ་ཚང་དུ་མེར་མར་གྲོས་ཚོགས་ཚོགས་བྱས་ནས་མེར་མ་ད་ལྟ་རྒྱན་རྟ་གི་གོ་ཚོལ་བ་མིང་ཨང་ཐའི་ལིང་གི། ནས་གཟི་བསྒྲགས་བྱས་པའི་ཐོག་ནས་བཀའ་བློན་སུམ་ཅུ་གྱི་མཚན་གཞུང་མ་བཏོན་ཡོད་པ་དང་ད་ལྟའི་ཁོ་རང་ཚོ་གི་ད་གཞུང་གི་རྒྱལ་ཁ་ཐོབ་པའི་ཐོག་ནས་དམངས་གཙོ་ལྡན་པའི་གཞུང་ད་སྣེ་ཁྲིད་བྱེད་ཀྱི་ཡོད་པའི་གཟི་བསྒྲགས་སྤེལ་པ་གནས་ཚུལ་བཅས་རེད་དེ་ཤ་ཚ་བའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་གཙོས་པའི་ནུབ་ཕྱོགས་ཀྱི་དམངས་གཙོའི། བཀའ་མོལ་བྱེད་མཁན་གྱི་རྒྱལ་ཁབ་མང་པོ་བཅས་ཀྱིས་ད་ལྟའི་འོས་བསྡུའི་ཟླ་གཞུང་འདི་ལ་ངོས་ལེན་བྱེད་ཐུབ་ཀྱི་མེད་པའི་གནས་ཚུལ་བཅས་རེད་དེ། ཤ་སྟག་ཁོ་རང་གི་བཀའ་བློན་ནང་ལོགས་ནས་ད་ལྟའི་ཕྱི་སྲིད་བཀའ་བློན་དེ་དེའི་སྔོན་ལ་རྒྱ་ནག་ཡར་གཞུང་ཚབ་བྱས་ནས་བསྡད་དེ་ངེད་ཀྱི་མི་རྒན་པ་ཅིག་ཏུ་ཁོ་རང་བཞག་ཡོད་པ་དང་གཞན་གྱི་ལྷན་ཁང་མང་ཆེ་བའི་འགོ་གཙོ་བ་དེ་ཚོ་ངོ་མ་དམག་དཔོན་དེ་འདྲ་རེད་ཉེས་རྟོག་པའི་འགོ་ཁྲིད་རེད་ད་ག་ད་ཁོ་རང་གི་ཁ་མཐུན་ཕྱོགས་ཀྱི་མི

ཤིང་ཡང་གསར་ཁང་ནས་པས་བསྡད་ཀྱི་འདུག་རྩ་བའི་རྒྱལ་ཁབ་གཉིས་ཀྱི་པར་ཡ་འབྲེལ་བ་ཡག་པོ་ཡོད་བསྡད་པ་དང་ནི་ད་ལྟའི་ཝེར་ནམ་གྱི་གཞུང་གསར་པ་ལས་ཆེ་ཨ་ནི་ཝེར་ནམ་གྱི་ཏང་འགོ་ཁྲིད་སྲིད་འཛིན་གྱི་ཕྱི་ལོག་ཡ་བཅོས་དེ་དེང་མ་དང་པོ་ཆགས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཞག་སྤྱི་ཟླ་བཞི་པའི་ཚེས་བཅུ་བཞི་ཉིན་བཅུ་བདུན་པར་ཡ་ནི་དུ་རྒྱ་ནག་ཡར་མཚམས་སྲིད་གྲོས་ཀྱི་གཏན་འཁེལ་གཡོག་པོ་དང་ནི་ཁྲོམ་ལེམ་དང་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་གི་པ་ར་ཡའི་ནི་ཅི་ཁྲེ་ཆུང་ཡ་གྱི་བཀའ་མོལ་བཅས་རེད་དེ་ཤ་དེ་ནི་ཁ་ཚང་དུ་ས་ཐའེ་ཝན་གྱི་ཁབ་གཏད་ཚོགས་པ་ཀོང་མིན་ཏང་གི་ཚོགས་གཙོ་རྒྱ་ནག་ཡ་ཆིང་ཆ་ཤན་ཧའེ་ལ་ལི་ཏུ་ནི་དུ་བཀའ་མོལ་བཅས་ཀྱི་ནང་ལོག་ཡ་ད་སྔོན་མ་སྲོལ་རྒྱུན་གྱི་སྐད་ཆ་གཅིག་གི་ནང་ལོ་ཡ་རྒྱ་མཚོའི་ནང་ལོ་ཡ་ཉྭ་ཆེན་གྱི་འགྲོ་ལམ་ཡོད་པའི་སྐད་ཆ་དེ་འདྲ་ཡོད་པ་རེད་ཟེར་བ། ཁྱེད་ཚང་གི་ད་འདྲའི་ད་ཁ་ལོ། རྒྱ་ནག་གི་ཐའེ་ཝན་ཏོ་ལ་སྡིག་ར་དེ་སྟངས་དེ་ཡོད་རོ་ད་དེ་ཚོ་མ་ཡོང་ཡ་གི་ཆེད་དུ་མོ་རང་གི་ད་སྐད་ཆ་འཕྲོས་པའི་རྣམ་པ་རུ་ཐོག་ནི་ནི་གནམ་ལ་བྱིའུ་འཕུར་ཡ་རེད་མ་གཏོགས་མི་ཤི་འཕུར་འདར་འཕུར་ཡ་མ་རེད་ཟེར་བ། ནི་རྒྱ་མཚོའི་ནང་ལོག་ཡ་ཉག་འགྲོ་ཡ་རེད་མ་གཏོགས་ནི་མཚོ་དམག་གི་གྲུ་གཟིངས་འགྲོ་ཡ་མ་རེད་ཟེར་འདི་དེ་འདྲའི་རྒྱལ་སྤྱིའི་ཁ་ལོ་སྙན་ངག་གི་ཐོག་ནས་མཐུན་འབྲེལ་གྱི་བཀའ་མོལ་གནང་ཡོད་པ་དག་ན་ཤེས། མོ་རང་གི་སྐད་ཆ་གཅིག་གི་ནང་ལོག་ཡ་ད་ང་ཚོའི་མི་རབས་རྒན་པས་ཀྱི་ག་རེ་བྱས་ཡོད་མེད་ད་འདི་ང་ཚོས་ཚུར་བསྐྱར་གསོས་བྱས་ཐུག་གི་མ་རེད་དེ་མི་རབས་ད་ལྟ་དང་མ་འོངས་པའི་མི་རབས་ཀྱི་པ་ར་ཡ། ནད་ཀྱི་ཞི་བདེ་དང་མཐུན་འབྲེལ་ཡོང་ཡག་གི་ལས་ཀ་བྱེད་ཐུབ་ཀྱི་རེད་ཟེར་འདི་འདྲ་གི་བཀའ་མོལ་བཅས་གནང་བསྡད་ཀྱི་འདུག་རྩ་བའི་ད་ཁ་ཙམ་མོ་རང་ཕ་གའི་བྲོ་ཡག་གི་དུས་ཚོད་ད་ག་རང་ལ་ནི་ཐའེ་ཝན་གྱི་གྲོས་ཚོགས་ནང་ལོ་ཡ་ཐའེ་ཝན་གྱི་དམག་གི་ཐོག་ལ་འགྲོ་ལ་བི་ལིན་བཞི་བཅུ་གི་འགྲོ་སོང་བཏང་ཡག་གི་ཚོགས་འདུ་གཅིག་ཚོགས་ཡོད་པ་འདྲ་དེ་ཚོགས་འདུ་དེ་ལ་ད་མོ་རང་མ་བཅར་བ་བྱས་བྱས་ནས་རྒྱ་ནག་ལ་ཕྱིང་པ། ད་ག་ད་ཚོགས་འདུའི་དབྱུག་ནི་དེའི་དམག་དོན་དང་འབྲེལ་བའི་ཐོག་ནས་ཚོགས་འདུའི་དབྱུག་ནི་ལི་ཐུ་ཡན་རྒྱ་ནག་ལ་ངོ་སོས་མང་ང་ལེགས་ཡོད་པ་དེ་འདྲ་གི་གནས་ཚུལ་བཅས་རེད་དེ་ཤ་ནི་རྒྱ་ནག་གི་ད་དེ་ད་མོ་རང་ལ་སྐད་ཆ་བཤད་པ་རེད་མ་གཏོགས་ད་ལྟའི་ཐའེ་ཝན་གི་གཞུང་འཛིན་ཚོགས་པའི་ཐའེ་ཝན་སྲིད་འཛིན་ལའི་ཆང་ལ་ནི་སྐད་ཆ་བཤད་ཀྱི་མེད་ས་ཁོ་རང་ཁ་བྲལ་བ་རེད་ཟེར་ཐབས་བྱས་ནི་རྒྱ་ནག་གི་ཁོ་ན་མཉམ་དུ་ལྟ་སྐྱེ་བྱ་ཐད་ཀར་ཞིག་མེད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་རྒྱ་ནག་ནང་ལོགས་ཀྱི་གནས་ཚུལ་གཅིག་ཡ་རྒྱ་ནག་གི་ད་འདི་ལྟ་ང་ཚོའི་དྲ་རྒྱའི་གསང་བ་ལ་འོ་རེ་འོ་ན་ཅིག་དྲ་ཁྲ་ད་ང་ཚོ་ཚང་མའི་དགེ་བེད་ཤ་བས་ན་ལུ་གུ་མང་པོ་ཅིག་དྲ་ཐོག་ལ་ཡོད་བསྡད་པ་རེད་པ་ད་འདི་འདྲའི་གི་ཆེན་པོ་བཞི་བ་ཅིག་གི་ནི་ཕྱི་ལོགས་ལ་ཤོག་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག

ཏུ་ཨི་རན་གྱི་སྣུམ་བཙོང་མ་ཐོས་ཏེ་དེ་ལམ་ཁར་བཀག་པའི་གནས་ཚུལ་མང་པོ་ཅིག་གི་ཐོག་ནས་ར་ཤི་ཡའི་གི་སྣུམ་བརྒྱ་ཆ་བཞི་བཅུ་བཅའ་ཆས་ནས་སྣུམ་གྱི་གོང་མ་བེད་བཅའ་ཆས་བཙོང་གི་ཡོད་པའི་གནས་ཚུལ་བཅས་རེད་ཤག་དེའི་བཙོང་ཡས་དེ་ད་རྒྱ་ནག་གི་བརྒྱུད་ནས་ཡང་བཙོང་གི་ཡོད་པ་དང་ཡང་ཁོ་རང་ཚོས་གི་ཤེས་བྱ་ཕྱི་ན་ཡང་འཚོ་ལམ་གཞན་པ་བརྒྱུད་ནས་བཏང་ཆས་ཡིག་ཆ་ཡིན་ན་བེད་བརྫུ་མ་བཟོས་ཐུག་ཡོད་པ། སྣུམ་གྱི་ཐོན་ཁུངས་དེ་རེ་ཤས་མ་ཡིན་པ་དེ་ས་བྱི་ཞན་པ་ཁོ་བར་བསྐྱལ་རྒྱུ་ནི་དེ་འདྲའི་རྒྱ་ཆེ་ཡང་བཙོང་ཐུག་གི་རེད་སླད་དེ་འདྲའི་གི་ཐོག་ནས་བཙོང་གི་བས་ནི་ཚོས་བཅད་རེད་དེ་བཤད། དེ་ནས་རེ་ཤི་ཡ་སྲིད་འཛིན་པུ་ཏིན་གྱི་རེ་ཤེ་དེ་ཡུཀ་རེན་གྱི་དམག་དེ་ཉེ་ཆར་ཉི་མ་གཅིག་དང་ཕྱེད་ཁ་གི་མཚམས་འཇོག་བྱས་ཡོད་བས་ནི་ཚོས་བཅད་རེད་དེ་བཤད། དེ་ད་ལྟའི་རེ་ཤི་ཡ་གྱི Orthodox Easter། ཐག་ཡེ་ར་ཤཱི་ཡ་ཡང་ཡེ་ཤུ་ཀྱི་ཆོས་ལུགས་དེ་ལྟ་བ་དྲག་པོས་ཡེ་ཤུ་ཀྱི་ཆོས་ལུགས་ཀྱི་ལྟ་དེ་འདྲ་ཅིག་ཁྱེད་དེ་གི་ཡོད་ཚོད Easter དེ་དེའི་བདུན་ཕྲག་དེའི་ས་བེམ་པ་པ་སངས་བེམ་པ་ལྟ་བུ་དེ་འདྲ་ཅིག་ཁྱེད་གི་ཡོད་པ་འདྲ་ཁྱེད་ཚང་གི་དེའི་གི་རིང་ལ་ནི་དུ་མ་ཚམ་བཤད་གི་ཡོད་པ་དེ་ཡི་གོ་རང་སོའི་སྤྱི་ཟླ་བཅུ་གཅིག་གི་མ་རེད་སྤྱི་ཟླ་བཞི་པའི་ཚེས་བཅུ་གཅིག་མཚན་མོ་ནི་ཟླ་གོ་ར་ཟླ་བཅུ་གི་མཚན་མོ་ནི་བྱེད་ནི་བཅུ་གཅིག་གང་ཟག་བྱེད་ནི་བཅུ་གཉིས་གི་ཉིན་རྒྱབ་པ་དུ་ལ་དུ་མ་ཚམ་བཤད་གི་ཡོད་པའི་གནས་ཚུལ་བཅས་རེད་ཤག།

རྒྱུ་རིང་པོ་རྒྱག་དགོས་པ་དེ་ཡི་ཐོག་ནས་ཅིག་མི་ཟིན་པ་ད་ལྟ་ཅིག་ཕུང་པོ་བྷ་སུ་རྩིས་སྤྲོད་བྱས་ཀྱི་ལས་གཞི་ཅིག་སྤེལ་བྱ་དེ་ཡ་ནི་དུ་སུ་ར་ཤི་ཡ་གིས་ཡུཀ་རེན་གྱི་དམག་མི་གཅིག་སྟོང་ཟི་ཀི་ད་རོ་བྷ་ལོ་ཡོད་པ་དང་ཡུཀ་རེན་གྱིས་ར་ཤི་ཡ་གི་དམག་མི་འདས་གྲོངས་སུ་ཕྱིན་པ་མི་བཞི་བཅུ་གྱི་རོ་ཚུར་སྤྲད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ར་ཤི་ཡའི་ཕྱི་སྡོད་ཁྲིམས་ཞིབ་ཁང་གིས་ར་ཤི་ཡ་གྱི་ད་ལྟའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་མི་མོ་རེ་ལིས་ཏོ་ཁོ་རང་སུ་རུ་ཁ་ཡ་ནི་ཏོ་སི་ཏཱ་ཁྲིམས་འགལ་གྱི་བཀའ་རྒྱ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་རྩ་བའི་མི་མོ་རེ་ལིས་ཏོ་ཚོགས་པ་དེ་ཡིན་ན་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ཁོང་ཚོ་ལ། དོ་དམ་བཀག་སྡོམ་ཤུགས་ཆེན་པོ་བྱས་ཡོད་པ་རེད་ད་ལྟ་འདའི་ཚོགས་པ་དེའི་གི་ཡིན་ཅིག་ར་ཤི་ཡའི་གི་ཕྱི་ལོགས་ཡོད་དེ་ངའི་སྐྱབས་བཅོལ་བ་མང་པོ་ཅིག་མཉམ་དུ་འབྲེལ་བ་བྱས་དང་ནི་རོགས་སྐྱོར་མང་པོ་ཅིག་ད་ར་ཤི་ཡ་ལ་མ་དགའ་ངས་དེ་ཚོ་ས་ནས་ཡོང་གི་ཡོད་པ་ནི་ཁོ་རང་ཚོ་གི་ད་འདའི་མེ་མོ་རེལ་ཚོགས་པ་དེ་གི་ཡིན་ད་རྒྱ་ཁབ་ལ་མ་དགའ་ཡ་གི་ལས་གཞི་མང་པོ་ཅིག་པེ་ཀི་ཏོ་སར་རྒྱལ་ཁབ་ཀྱི་ད་སྲིད་ཇུས་དང་དེ་འབྲེལ་ད་རྒྱལ་བའི་ཐོག་ནས་སྲིད་ཇུས་ལས་ཀ་མང་པོ་ཞིག་པེ་ཀི་ཏོ་སི་ལབ་ཆ་ད་གང་དག་ཁོ་རང་སུ་ལ་ནག་ཉེས་ཆེན་པོ་བཙུགས་ནི་བཞག་ཡོད་པའི་གནས་ཚུལ་ཆེ་རེད་ད་ཤ་ཚ་བའི་ད་ད་མི་མོ་རེལ་ཚོགས་པ་དེ་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ལོ་ད་གང་དག་དམག་ཆེན་གཉིས་པའི་གི་སྐབས་བཟོས་ས་རེད་ད་སོ་བིད་ཀྱི་དཀའ་ངལ་གྱི་པར་ར་དུ་བ་ནི་མི་མང་པོ་ཅིག་དེ་འདྲ་སྐུ་གླང system ལས་སུ་ད་དེའི་གི་སྐབས་སུ་མི་མང་པོ་ཅིག་གྲོངས་ཡོད་པ་འདྲ་ད་དེ་ལ་དེབ་གསལ་ཆེ་ཡོད་ན་ག་ནས་ད་དེའི་གི་རྗེས་དྲན་གི་ཆེད་དུ་ནི་དེའི་གི་ཚོགས་པ་དེ་བཙུགས་ཡོད་པ་དང་ད་དེ་ས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ནས་བཙུགས་བྱས་ད་ཁ་ཚང་འདུག་ཁོང་ཚོའི་ཚོགས་པ་དེ་ལ་འདུག་ས། ཁ་ལོག་ལྟ། Extremist། ལ་ཧོར་ལྟ་བགྱི་སྒོ་རིང་ལུགས་བེད་ཀྱི་རྣམ་པ་སོགས་གྲྭ་བ་གཅིག་གི་མིང་ཐོག་ལ་བཤའ་བྱས་གང་དག་བཀག་ཉར་བྱས་ཡོད་པའི་གནས་ཚུལ་བཅས་རེད་བྱས་ལྟ་འདི་བྱས་བས་ན་ཚོགས་པ་དེ་དང་འབྲེལ་བ་ཡོད་མཁན་ཚང་མ་ལ་ནི་བཀག་སྡོམ་བྱས་ཏེ་དེ་འདྲས་ཀྱི་ཐོག་ནས་ལས་སླར་འགྲོ་གི་ཡོད་པའི་གནས་ཚུལ་བཅས་རེད་དེ་བཤའ། དེ་ནི་རྒྱ་གར་གྱི་ཚོང་པ་ཁག་ཅིག་རྒྱ་ནག་ཡ་ད་དུ་ཟེར་ལོ་ལྔ་གྱི་རྗེས་ལ་དངོས་སུ་ཚོང་འབྲེལ་དང་འབྲེལ་བའི་ཐོག་ནས་ལྕེ་ལ་ཉོ་གར་འགྲོ་གི་ཡོད་པ་ལྟ་དེའི་ཚོང་གཙོ་བོ་དེ་ད་འདི་ང་ཚོའི་གློག་གི་མོ་ཏར་གྱི་གློག་བསགས་ཡས་ཀྱི EV Charging ལས་རོགས་དེ་བྱས་ཨ་ནི Battery གློག་ཨ་ནི་དག་ན་ཞེས་ཉི་གློག་དང་འབྲེལ་བའི་ཐོག་ནས་ལྕེ་ལ་ཉོ་གར་འགྲོ་གི་ཡོད་པས་ནི་ཚོའི་ལྕེ་རེད་བྱས་དག་ན་ཞེས་ད་རྒྱ་གར་དང་རྒྱ་ནག་གཉིས Technology འཕྲུལ་ཆ་དང་འབྲེལ་བའི་ཐོག་ནས་མཐུན་འབྲེལ་ཤུགས་ཆེ་རུ་བཏང་བྱས་ཚོང་གི་ཐོག་ལ་ཁ་ལོ་ཡར་གྱི་གོང་འཕེལ་བཏང་ཡག་གི་བྱ་བཞེས་ཡོད་བསྡད་པའི་གནས་ཚུལ་བཅས་རེད་འདི་ཤ་ཐ་ན་ཤི་རྒྱ་གར་ལ་ཡོད་བསྡད་པའི་ཨོ་རིའི་གཞུང་ཚབ་ཀྱི་ཨོ་རིའི་གཞུང་ཚབ་པ་སི། ཨོ་རིའི་གཞུང་ཚབ་པ་ཏི་ཉིས་ཅག་ཁོ་རང་ཨོ་རི་ལ་ཕར་ཕྱིན་ཆད་ཨོ་རི་སྲིད་འཛིན Donald Trump མཉམ་དུ་ད་ལྟའི་ཁ་ཚང་ཨོ་རི་གི་ཨི་རན་ཡ་ཕྱི་ཚུལ་ཞིབ་བརྗོད་ཞིབ་རྒྱས་ཀྱི་དུས་ཚོད་སྤྲད་བསྡད་པའི་སྐབས་སུ་ཡིན་ཨོ་རི་སྲིད་འཛིན Trump མཉམ་དུ་ཁོ་རང་ཁ་ལག་ཟས་བཅས་ནས་སྲིད་འཛིན་ཀྲམ་གྱིས་རྒྱ་གར་མཉམ་དུ་འབྲེལ་བ་ག་འདྲ་བྱུང་གི་འདུག་ལན་སྐད་ཆ་དྲིས་པ་རེད་དེ་སྐབས་སུ་ཁོ་རང་གིས་ད་ཡག་པོ་ཞེ་དྲག་ཡོད་ཟེར་ནས་ལན་འདེབས་བྱས་པའི་གནས་ཚུལ་བཅས་རེད་དེ་ཤ་ད་ད་ལྟ་ཨ་རིའི་གཞུང་ཚབ་ཀྱིས་གསལ་བསྒྲགས་བྱས་ཡ་ཡ། རྒྱ་གར་གྱི་ད་ཚོང་དང་འབྲེལ་བའི་ཐོག་ནས་གྲོས་མོལ་བ་སྐུ་ཚབ་ཁག་གཅིག་ནས་ཨ་རི་ཡ་དེ་དུས་འདྲ། ལ་ཨོར་འདི་ལྟ་བ་འཇུག་མི་གནང་ཡིན་ན་ད་ད་ནི་ལྟ་བ་འདི་གི་གདམ་འཇུག་ལས་ནི་ད་གང་ལྟ་འདི་འདྲའི་གི་ཐོག་ནི་འགྲོ་ཡ་གི་བྱ་བཞིན་ཡོད་བལྟས་པ་དང་ནི་རྒྱལ་ཁབ་གཉིས་གི་པ་ར་ཡ་ཚོང་འབྲེལ་གི་ཐོག་ནི་ད་གང་ལྟ་བཀའ་མོལ་ཡག་པོ་བྱུང་བྱས་ནི་ཚོང་གི་ཐོག་ལ་ད་ཞི་འགྲིག་ཡོང་ཡ་གི་རེ་བ་ཆེན་པོ་རྒྱག་གི་ཡོད་ཟེར་འདི་འདྲ་གི་ནི་ཚུལ་བཅས་རེད་དེ་ཤ། དེ་ནི་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི། བྱང་ཀོ་རི་ཡ་ལ་འཚམས་གཟིགས་ཐད་བྱས་ཨ་ནི་ཏུ་སི་བྱང་ཀོ་རི་ཡ་གིས་ཁོ་རང་གི་ཕྱི་སྲིད་བློན་ཆེན་མཉམ་དུ་མཇལ་འཕྲད་བྱུང་བྱས་ཨ་ནི་རྒྱལ་ཁབ་གཉིས་ཀྱི་པ་ར་ཡ་ད་མཐུན་གྲོགས་ཀྱི་གོ་ལམ་ལོགས་རེ་མཐུན་གྲོགས་ཀྱི་ལམ་ཁ་གསར་པ་ཅིག་གོ་སྤེལ་ཐུབ་པ་རེད་ཟེར་བ་དེ་བཞིན་གི་ད་ལྟའི་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཡ་ཁ་ཚང་ཏུ་སི་བྱང་ཀོ་རི་ཡ་གི་རྒྱལ་ས་དཔང་ཡོད་ལ་ནི་དུ་ས་ངོས་སུ་གྱེས་བྲེལ་བྱུང་རྗེས་ཁོ་རང་ཡར་གསོད་རྟོན་ཆེན་པོ་ཅིག་བཀྱག་ཡོད་པ་དང་ནི་ད་ལྟའི་རྒྱལ་ཁབ་གཉིས་ཀྱི་པ་ར་ཡཱ་ཏ་མ་འོངས་པར་འབྲེལ་བ་ཤུགས་ཆེ་རུ་བཏང་ཡང་ནི་ཕྱི་ལོགས་ཀྱི་འཛམ་བུ་གླིང་གི་གནོད་ཤུགས་དཀའ་ངལ་ག་རེ་སྤྲད་པ་ཡིན་ན་ད་གང་དག་ཁོ་རང་གཉིས་ཀྱི་འབྲེལ་བ་ལ་ནི་འགྱུར་བ་མེད་པའི་ཐོག་ནས་ནི་དུ་ས་མཉམ་གནས་བྱེད་ཀྱི་དཀའ་མོས་བྱུང་ཡོད་པ་དག་ན་ཞིག་ཨ་རིའི་སྲིད་འཛིན་ཀྲམ་མི་ནག་ཏུ་ས་ཉིན་བྱས་ན་རྔ་བ་ན་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་མཉམ་དུ་མཇལ་འཕྲད་བྱས་ཏེ་སྐད་ཆ་བཤད་བསྡད་ཀྱི་ཡོད་པ་རེད་ད་ནང་བཞིན་སྲིད་འཛིན་ཀྲམ་གྱིས་གང་ཡོད་ཡང་ལྷོ་ཀོ་རི་ཡ་ལ་ད་རྒྱུ་འབྱོལ་བྱས་པའི་བཀའ་མོལ་བཅས་ཀྱི་ནང་ལ་ང་ནི་བྱང་ཀོ་རི་ཡ་དཔེ་མི་སྲིད་འབྲེལ་བ་ཡག་པོ་ཡོད་སོང་བྱང་ཀོ་རི་ཡའི་སྲིད་འཛིན་ག་དུ་གོ་ཁྲིད་གནང་རོགས་གོ་དཔོན་གྱིས་ང་ལ་དགའ་བོ་བྱེད་ཀྱི་རེད་ཁོ་ཡིས་ཇོ་བྷའི་རེན་ད་དགའ་བོ་བོར་བྱེད་ཀྱི་མ་རེད་ཇོ་བྷའི་རེན་ད་ཀླད་པ་བོར་མེད་རེད་ལ་ནི་འདྲེ་རྒྱུ་འབྱོལ་བྱེད་ཀྱི་བོར་སོང་ད་གང་ལྟར་རྒྱ་ནག་གིས་བྱང་ཀོ་རི་ཡ་མཉམ་དུ་ད་ལྟ་འབྲེལ་བ་མཐུད་པར་བ་ད་འབྲེལ་བ

ཏེ་ལེགས་ཀྱི་རོ་གཙོ་སྒོ་རྩིས་གཏམ་མོ་རང་སྲིད་འཛིན་ལས་ཆགས་བྱས་ནས་ཕྱི་ལོག་རྒྱལ་ཁབ་ཐེངས་མ་དང་པོ་དེ་ནས་ཏུ་ཕྱིན་ཡོད་པའི་གནས་ཚུལ་གཅིག་རེད་དེ་ཆ་ཀ་ཙེ་བའི་གཏམ་མོ་རང་ཕྱིན་ཡ་དེ་ད་ལྟའི Grenada ལས་ཚོ་ད་ལྟའི་ལྷོ་ཨ་མེ་རི་ཀ་གི་རྒྱལ་ཁབ་ཕྱིན་ཅི་ཕྱིན་བྲག་དེ་ཡ་ཕྱིན་བྱས་ནས་དེའི་རྒྱལ་ཁབ་ཀྱི་སྲིད་འཛིན་མཉམ་དུ་ད་ལྟའི་དེ་ཡོ་གའི་པར་རིས་དེ་འདྲ་གཅིག་ཁྱབ་བསྒྲགས་བྱས་པ་མ་གཏོགས་དངོས་གནས་ཀྱི་བཀའ་མོལ་ག་རེ་བྱུང་ཡོད་མེད་དེ་ཚོ་གང་ཡིན་ཞིག་མེད་པའི་གནས་ཚུལ་བཅས་རེད་དེ་ཤ། ཨོ་དེ་ནས་ད་ད་འདྲའི་ཕ་ཡུལ་གཞུང་གསར་བ་དང་འབྲེལ་བའི་ཐོག་ནས་གནས་ཚུལ་ད་གེ་ཐོག་ལ་མང་པོ་ཞིག་ཁྲིད་བསྡད་ཀྱི་འདུག་བ་ད་ང་རེད་རེད་བྱས་ད་ལན་རྒྱག་མི་འདུག་ལྟས་ནས་ད་ང་ཚོའི་ས་གནས་ས་ཐོག་ལ་བསྡད་ཡོད་པ་ཡིན་ཙང་ནས་དེ་གི་གནས་ཚུལ་ཁ་ཅིག་ད་ང་ར་དྲན་ཚོད་དེ་མ་ཞོད་བྱས་ད་ག་ཙང་འདུག་སོགས་གཞུང་གསར་པ་ལས་ཆེས་ནི་ད་ནི་ད་ཉི་མ་བཅུ་གྲངས་ཕྱིན་གྱི་ཡོད་པ་རེད། གནས་མགོ་དང་པོ་ནས་ཀེ་པི་ཤར་མ་ཨོ་ལི་ད་ནི་ཀེ་པི་ཤར་མའི་ཨོ་ལི་སྐབས་སུ་ནང་སྲིད་བཀའ་བློན་གཉིས་ཀ་འདུག་སོགས་འཛིན་བཟུང་བྱས་པ་རེད་ད་ག་ཙང་འདུག་སོགས་ཆེས་མཐོའི་ཁྲིམས་ཞིབ་ཁང་གི་བཀའ་རྒྱ་གཞི་བཟུང་བྱས་བྱ་ནི་ཁོ་རང་གཉིས་གློད་གྲོལ་སུ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། ད་རྩ་བའི་དེ་ཡི་སྐད་ཆ་བཤད་ཡ་ད་འདྲ་ད། ཨོ་ལི་ཁོ་རང་གི་སྐབས་སུ་ད་ཁྲིམས་དཔོན་མང་པོ་ཅིག་ཡར་བསྐོས་པར་བ་ད་དེ་གིས་ཁོ་རང་ཚོ་ད་ནང་འདྲེན་བྱས་ནས་གླག་བར་བས་ད་གང་དག་ཕྱོགས་གཏོགས་བྱས་ནས་ལོས་པ་རེད་ཟེར་ནས་སྐྱོན་བརྗོད་བྱས་དེ་ངས་མང་པོ་བྱས་ཡོང་བསྡད་ཀྱི་འདུག་ཁ་སྔོན་ད་འདྲ་ད་གཞོན་སྐལ་གྱི་ལས་འགུལ་དང་འབྲེལ་བའི་ཐོག་ནས་ཞིབ་འཇུག་བྱེད་མཁན་གྱི་ཉེན་རྟོག་པས་འགོ་གཙོ་བ་ཁོ་རང་གིས་ནས་ཆེད་དུ་ཁྲིམས་ཞིབ་ཁང་གི་འདི་པ་ར་ཡ་ཏུ་སི་ཏི་ཁ་ལོ་དབང་ཆ་བེད་སྤྱོད་བཏང་བྱས་ཇུས་གཏོགས་བྱས་ན་ཏག་ཏག་བསྡད་ཀྱི་ཡོད་མ་རེད་ལས་ཀྱི་བཀའ་མོལ་དེ་འདྲའི་ནང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཏུ་སྐྱེས་པའི་ཤ་མ་ཨོ་ལི་ཡིན་ན་ད་ཁོ་འཛིན་བཟུང་བྱས་པ་ནས་ཕྱི་ནས་ཁ་ཚང་གློད་གྲོད་མ་བཏང་བར་དུ་སྨན་ཁང་རང་བསྡད་བསྡད་པ་རེད་ད་གང་ད་གཅིག་ནག་ཏུ་གཉིས་ནག་ཏུ་བསླབ་བྱས་ད་གང་ད་སྨན་ཁང་ལ་བརྟག་དཔྱད་བྱས་བྱས་ད་འདི་འདྲའི་ཕྱི་ནས་ཨ་དེ་བྱས་ད་དེ་ཚོའི་སྐད་ཡོད་པ་གཅིག་ད་འདས་ཡང་ཡང་གཞོན་སྐྱེས་མང་པོ་ཅིག་ཁྱེད་རྒྱལ་ལ་ཁོ་འཛིན་བཟུང་བྱས་མར་ཁོ་སྨན་ཁང་ལ་བསྡད་བསྡད་པར་ཁོ་གློད་ཚར་དུས་གྲགས་ཚར་རེད་ལས་སོ། ཡང་དེ་འདྲའི་གི་ཁྱེད་འདྲ་མི་སྣ་གཙོ་བོ་རྒྱབ་དེ་རུ་ཁག་བཅད་འདུག་ཐ་ན་ཤེས་བོད་ཡུལ་གི་ད་འདྲའི་སྲིད་བློན། Bailen ཤག་གི་ནི་བོད་ཡུལ་ནང་ཡོད་དེ་བའི་གཞུང་ཚབ་ཁག་ཚང་མ་གི་ད་གཞུང་ཚབ་པ་ལོག་རེད Ambassador ཚང་མ་མཉམ་དུ་ཚོགས་ཁང་གཅིག་ལ་སྐད་བཏང་བྱས་ནས་དུ་ཚང་མ་ལ་སྐྱིད་ཨོང་གི་ད་ཁོ་རང་གི་དགོངས་འཆར་དང། བསམ་ཚུལ་བཤད་རེས་ནི་ཁོ་རང་ཚོ་གི་གཞུང་ཚབ་པ་དེ་ཚོ་འགྲམ་ནས་ཡ་དྲི་བ་ལན་འདེབས་བྱས་ཡོད་ནར་ད་གང་ལྟར་དེ་འདྲའི་གི་ཚོགས་འདུ་གཅིག་ཚོགས་དེ་འདྲ་ཅི་བྱུང་ཤག་ད་དེ་ཡང་བལ་ཡུལ་གི་གཞུང་ད་དེ་འདྲ་པོ་ད་གཞུང་མང་པོ་ལས་བར་བ་དེ་འདྲ་ནང་ནས་གཅིག་གཞུང་ཚབ་ཚང་མ་གཅིག་ལ་སྐད་བཏང་བྱས་ནས་ཚོགས་འདུ་ཚོགས་དེ་ཐེངས་མ་དང་པོ་འགྲོ་བ་གཅིག་ཆགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་དེ་ནི་བལ་ཡུལ་གྱི་ནང་སྲིད་བཀའ་བློན་སུའུ་ཏན་གུ་རུང་དང་ནི་སུད་ཀྱི་གཞུང་ཚབ་གཉིས་ཀྱི་པ་ར་ཡ་གཅེས་འཕྲད་བྱུང་རྗེས་ནི་བལ་ཡུལ་དང་སུད་ཀྱི་པ་ར་ཡ་དང་རྒྱལ་ཁབ་གཉིས་ཀྱི Diplomatic འབྲེལ་བ་བྱུང་ནས་ལོ་བདུན་ཅུ་འཁོར་བའི་ལས་གཞི་གི་ཐོག་ལ་ཡང་ཁོ་རང་གཉིས་ཁ་ལོ་ཆེ་བཞེས་འདྲ་བོ་དེ་འདྲའི་རྒན་ཡོལ་བགྲོ་གླེང་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་རྒྱ་ནག་གི་གཞུང་ཚབ་པ་དང་ཕ་ཡུལ་གྱི་ཕྱི་སྲིད་བློན་ཆེན་གཉིས་ཀྱི་པ་ར་ཡ་ཡོན་མཇལ་འཕྲད་བྱུང་ཆ་ནི་རྒྱལ་ཁབ་གཉིས་ཀྱི་པ་ར་ཡ་ད་མཐུན་འབྲེལ་གྱི་ཐོག་ནས་རེད་ནི་དག་ན་ཞིག་ད་རྒྱ་ནག་གི་ཁབ་གཏུགས་ད་འདི་དེ་གང་ལ་བོད་དོན། ཐད་ཀར་གླིང་མེད་པ་དག་ན་ཞེས་བལ་ཡུལ་གཞུང་གསར་པ་འགས་ན་བ་རྣམས་གཡོལ་ནས་ད་ཅིག་རྒྱ་ནག་གཅིག་གྱུར་ལ་རོགས་པ་བྱེད་ཀྱི་ཡིན་བལ་བར་ལ་ལས་གུས་པས་བཅུག་གི་མེད་ལས་དེ་ཡང་སེ་སླེབས་བསྡད་ཀྱི་ཡོད་པ་རེད་ནས་ཁ་ཚང་འདི་ནང་ལོ་བོད་དོན་དང་འབྲེལ་བའི་ཐོག་ནས་ཚིག་གང་ཡང་ལས་མེད་པ་འདྲ་བ་ཅིག་ད་ངས་ས་ཁང་གཉིས་སུ་དང་བལྟས་པ་ཡིན་འདི་ནང་ལ་དམིགས་བསལ་དེ་འདྲའི་གལ་མི་འདུག་ད་ཁྱེད་རང་རྒྱ་ནག་གི་ད་འདོད་པ་ཤི་སོང་ལབ་བར་དགོས་དོན་ཤི་སོང་གི་ང་ཚོ་གི་ད་བརྩི་བཀུར་དང་སྲུང་བརྩི་བྱེད་ཀྱི་ཡིན་ལས་མ་གཏོགས། ཀྱི་ཁ་ལོར་བོད་དོན་གྱི་ཐོག་ལ་དམིགས་བསལ་གྱི་ཁ་གསལ་གདིང་གསལ་གྱི་དེ་འདྲ་ཁྱེད་ཤེས་མེད་པའི་རྣམ་པ་བཟོ་འདྲ་བ་གཅིག་རེད་དེ་ཤ་ཏི་རྒྱ་ནག་གི་ཡིན་ན་ད་བོད་ཡུལ་གཞུང་གསར་བ་ལ་ཡར་རྒྱས་གོང་འཕེལ་གྱི་ད་མ་འོངས་པ་དེང་དུས་ཀྱི་ཡར་རྒྱས་ཀྱི་ཐོག་ལ་ང་ཚོས་ཀྱི་རོགས་པ་བྱས་ཆ་ནི་མཉམ་ཁྲིད་བཅས་ཀྱི་ལས་གཞི་སྤེལ་གྱི་ཡིན་ལབ་ཆ་དེ་འདྲ་གྱི་བཀའ་མོལ་གཅིག་རེད་དེ་ཤ། དེ་ནས་ཁ་སང་བལ་ཡུལ་གྱི་ལས་མི་དང་དེ་འབྲེལ་གྱི་ཡང་བློན་ཆེན་གཅིག་རེད་བ། Labours and ག་རེ་དང Human Resource ག་རེ་དང་དེ་འབྲེལ་གྱི་བློན་ཆེན་གཅིག་རེད་ད་གང་ལྟར་བློན་ཆེན་གཅིག་ཁོ་རང་གི་གོ་གནས་རག་པ་དང་ཁོ་རང་གི་བཟའ་ཟླ་ལའོ་ར་ཀི་མེ་ལ་ནས་འདུག་ཟིན་ཡང་འཕྲོད་བསྟེན་དང་འབྲེལ་བའི་ཐོག་ནས་ལས་ཀ་གཅིག་གནང་ལོ་ཡ་ཚོགས་ཆུང་གི་ཚོགས་གཙོ་བསྐོས་བཞག་ཡིན་པ་འདྲ། དེ་བསྐོས་པ་དང་ཡང་ཁོ་རང་ཚོ་བལ་ཡུལ་གྱི་ད་འདི་ར་སྟེ་ར་པན་དང་པར་ཏི་གི་རེད་བ། ཟེར་བ་ཏན་ཏན་པར་ཏིས་ཀྱི་ནང་ལོགས་ནས་བཀའ་མོལ་བྱུང་བྱས་ནས་ཁོ་རང་གིས་ད་ཀྱི་ཁར་དབང་ཆ་བེད་སྤྱོད་ནོར་བ་བཏང་པ་ལ་བོར་བས་ནས་དབང་ཆ་སྒེར་སྤྱོད་བྱས་བྱས་ནས་སོ་སོའི་སྐྱེ་མི་ཡ་གོ་ནས་སྤྲད་པ་དེ་ཀྱི་ཐོག་ནས་ནས་ཁོ་རང་ཡང་བློན་ཆེན་ནས་མ་གོ་ནས་བབས་བྱས་དེ་ཀྱི་ལྷན་ཁང་དེ་ད་ལྟའི་ཆ་ནས་བལ་ཡུལ་སྲིད་བློན་གྱི་ཏུ་སི་ཏ་སྟངས་འཛིན་བྱས་ལ་བོར་བ་ལ་སླེ་ཡོད་པས་ནས་ཚུལ་བཅད་རེད་དེ་ཤ། དེ་ནི་ད་བོད་ཡུལ་ནང་ལོ་ཡ་སློབ་གྲྭ་ཁག་རེད་བ། སློབ་གྲྭ་ཁག་ད་གཞུང་གི་སློབ་གྲྭ་དང་སྒེར་གྱི་སློབ་གྲྭ་མང་པོ་ཡོད་རེད་བ་སྒེར་གྱི་སློབ་གྲྭ་དེ་ཚོ་གིས་ཅིག་ད་པུ་གུ་སློབ་འཇུག་བྱེད་ཡ་ད་དེ་འདྲ་ལ་ཅིག་སློབ་ཡོན་ལེན་ཡ་ད་དེ་ཚོའི་ཐོག་ནས་ཅིག་ཚོང་གི་རྣམ་པ་བྱས་ནས་འདྲ་མིན་མང་པོ་བྱེད་ཀྱི་ཡོད་པ་རེད་ད་དེ་ཚོ་ཚང་མ་བྱས་ཡ་མ་ཆོག་ཡ་དེ་འདྲའི་སྲོལ་ཡོད་བ་དང། ཡང་ཅིག་བོད་ཡུལ་སློབ་གྲྭ་དེ་ཚོ་དོ་སྣང་བྱུང་བས་ན་ད་ཅིག International School ག་རེ་ནས་མིང་ཅིག་བཏགས་བྱ་ད་གང་ལྟར་མིང་ཅིག་ཕྱི་རྒྱལ་གྱི་མིང་རུ་རྫིག་པོ་ཞིག་མ་བཏགས་ཡ་རེད་ད་དེའི་རྟགས་མ་གོ་བ་བྱས་བྱ་ཅིག། བལ་ཡུལ་རང་གི་སྲོལ་རྒྱུན་དང་མཐུན་པའི་མིང་བཏགས་ཡག་གི་དེ་འདྲའི་གི་ཐོག་ལ་ཡང་ག་མོད་ཅིག་བྱུང་བསྡད་ཀྱི་འདུག་ཨ་ནི་བལ་ཡུལ་ནང་ལོ་ཡ་ད་ཛི་འདྲ་སྔ་བ་བར་དུ་ཨ་ནི་ཅིག་ཡིག་རྩེ་དང་མ་གོ་བ་བྱས་བྱས་ཨ་སྤུ་གུ་ལ་སློབ་སྤྱོང་རང་ཕར་བསླབས་ནས་རེད་བ་དེ་མ་གཏོགས་ཡིག་རྩེ་གི་དཀའ་ངལ་དེ་མེད་པ་བཟོས་བྱས་གང་ཡིན་ཟེར་ན་ད་དེའི་ཡང་འགྲོ་སྟངས་དེ་ད་འདྲ་དེ་རེད་ཇེ་ཕན་འདོ་བ་ལ་ཡིན་ན་སྤུ་གུ་ཆུང་ང་ལ་ཡིག་རྩེ་བཏང་གི་མི་འདུག་བ་དེ། ང་ཚོའི་སྐྱེ་ཁག་ཏུ་བས་ན་སྤྱི་ཚོགས་དྲ་རྒྱའི་ནང་ལ་མང་པོ་ཅིག་མཐོང་ཡ་ལ་ཁ་རས་ལོན་ཇ་པན་པུའུ་དེ་ཚོ་གི་སུ་སུ་སུ་འཛིན་ཁང་གཙང་མ་བཟོས་དེ་ཡ་ད་ཨ་ནི་ནང་ལ་ཉེས་ཆད་བཟོས་དེ་ཡ་དེ་འདྲ་ཡོད་རོགས་ད་དེ་འདྲ་མང་པོ་ཞིབ་ཅིག་སྟོན་བྱ་ཞིབ་བྱེད་གོ་ལ་ད་ང་ཚོའི་བོད་ཁྱིམ་སློབ་གྲྭ་ཁག་ཡིན་ན་བས་ད་ད་པུའུ་འཛིན་གྲྭ་གསུམ་པ་ཡན་སྟབས་ལས་སོང་ན་ད་ཁོ་ལས་ཀ་ཚང་མ་བྱེད་དགོས་ཀྱི་ཡོད་པ་རེད་ཁྱིམ་ཚང་གཙང་མ་བཟོས་ཡ་ད།

ཚད་བཀག་བཞག་ཡོད་པའི་གནས་ཚུལ་བཅས་རེད་དེ། ཞག་གནས་ད་ལྟའི་གཞུང་གསར་པ་གི་ཁང་ཚ་དཔོག་ར་གི་ཉེ་སྐོར་ལ་ཡང་ད་ལྟ་ཧྥི་བ་ལེགས་རེ་ཁ་རེ་ད་ཡང་འཚོ་གཅིག་འདུག་དེའི་འཚོ་དེ་སྲུང་སྐྱོབ་བྱས་ཀྱི་ཆེད་དུ་འཚོ་གི་དུས་ནི་ཕ་མི་དྲ་དྲུག་ཅུ། ཉེ་ས་ཡོད་དྲུག་བརྒྱ་མ་རེད་དྲུག་ཅུ་རེད་ད་འདི་འདྲ་གཅིག་སྟོང་པ་བཞག་དགོས་ཡ་གི་འདི་འདྲ་གི་ལས་གཞི་ཅིག་སྤེལ་བྱས་ད་འདིའི་ཉེ་སྐོར་ལ་སྒྲོན་མཁར་ཟངས་བ་མང་པོ་ཞིག་བརྒྱབ་འདུག་བ་ད་འདི་ཚོ་མང་པོ་ཅིག་ལ་ཁ་ཚང་འདུག་ཟེར་སྡིག་ར་བཏང་བྱས་ད་གཏོར་ཙམ་གཏོར་ཙམ་བྱས་བྱས་ད་གང་ད་གཏོར་དགོས་ཡ་གི་བཀའ་རྒྱ་བཏང་བ་རེད་ད་འདི་འདྲའི་གཏོར་དེ་བའི་སྐབས་སུ་སྔོན་མ་སུ་དཱན་གུ་རུང་གིས་ད་ཁོ་རང་ཚོ་ད་འདི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཨ་མི་ནི་པ་ལི་ཚོགས་པ་ཡོད་ར་ཁོ་རང་ཚོ་ཚོགས་པའི་ངོས་ནས་ཕ་སྐད་ལ་ཅིག་རྩེ་མོ་རྩེ་ས་གི་ར་བ་འགྲོ་སའི་ཆེད་དུ་ས་གཅིག་གཡར་ཡོད་པ་འདྲ་ས་དེ་གཡར་ནས་ལོ་དང་པོ་དེ་ལ་ལོ་གཅིག་གི་ས་བརླ་དེ་འབུམ་གཉིས་སྤྲད་བྱས་དེ་ནས་རྒྱལ་ལ་ད་ལི་ཤི་དངོས་སུ་བྱེ་གར་འགྲོ་དུས་ས་དེ་ལ་རྙོག་དྲ་མང་པོ་ཅིག་ཡོད་བསྡད་པ་འདྲ་ད་དེ་མི་ཁ་ཤས་ཅིག་གི་མི་ཚང་ཁ་ཤས་ཅིག་ས་ཡིན་ཟེར་ནས་གཡར་བཞག་ཡོད་ནས་ས་དེའི་ནང་ལོག་ནས་གཞུང་གི་ས་དང་སྒེར་གྱི་ས་ད་ལྟ་ཚང་མ་སྤྲད་ནས་ཡོད་ས་རེད། ཨ་སུ་དར་གུ་རང་ཁོ་ཚོ་ད་ཕ་གི་ལས་བྱེད་པས་མ་ཐུབ་བ་བྱས་བྱས་མ་འགྲིག་དུས་ད་ཁ་སང་ཕ་གི་ས་དེ་གཏོར་དེ་འདྲ་བྱས་ཡོང་དུས་ཨ་ནི་སུ་དར་གུ་རང་གི་ས་གཏོར་བ་རེད་ཟེར་ན་ད་གསར་ཁང་ན་ཞི་བ་ཞིག་སླེབས་པ་རེད་ད་ས་ཆེན་པོ་ཞི་བ་ཞིག་རེད་དོ། ས་ཆེན་པོ་ཞི་བ་ཞིག་རེད་ཤག་ཁྱེད་རང་གིས་ད་མི་དེ་ཚོ་སུ་དར་གུ་རང་ལ་ས་དེ་འདྲ་ག་འདྲ་ཟེར་རག་བ་རེད་ཁོ་ག་རེ་ཉོས་རེད་ལན་སྐད་ཆ་མང་པོ་ཞུ་གི་རེད་ནི་ད་ཕྱིས་སུ་དངོས་གནས་དེ་གནས་ཚུལ་གླེང་ཡོང་དུས་ཁོ་གི་ཉོས་མེད་པ་ཁོ་རང་གི་མིན་པ་མི་ས་ནི་གཡར། མཐའ་མ་ས་གཡར་སྐྱོག་འདི་ལ་ཡིག་ཆ་ཡག་པོ་མེད་པ་དང་གཞུང་གི་ས་ཡིན་པ་དང་ད་འདིར་ཁོ་རང་ཚོའི་ལས་གཞི་སྤེལ་མ་ཐུབ་པའི་ཐོག་ནས་ད་ལྟ་བར་དུ་ད་དུ་ཁ་ལོ། ས་བདག་དང་སུ་ཛན་གུ་རང་ཁོང་ཚོ་གིས་པ་ར་ཡ་ད་ཐག་མ་ཆོད་བྱས་འདུག་ལྷག་དེ་པའི་གནས་ཚུལ་ཅི་རེད་ད་ཆ་དེ་སུ་ཛན་གུ་རང་གིས་གསལ་བཤད་བྱས་ཡ་བྱས་པ་བྱས་ན་ང་ཁོ་གིས་ཁོ་གིས་ང་ལ་མགོ་བོ་བཏང་བ་རེད་ས་ཁོ་རང་ག་གི་ཡིན་ན་ཡ་གང་ལ་གླེང། ཨ་ནི་འདི་དངོས་སུ་ལས་ཀ་བྱེད་ག་འགྲོ་དུས་ཨ་ནི་ས་གི་བདག་པོ་ཁོ་རང་རེད་མི་འདུག་ཡ་གི་ལ་རྙོག་དྲ་མ་གི་ལ་རྙོག་དྲ་ལི་ཤི་བྱས་ཐུབ་མ་སོང་ཨ་ནི་དེ་འདྲ་དེ་འདྲ་དེ་འདྲ་བྱས་ནས་ལྷག་བསྡད་པ་རེད་ད་ལྟའི་ལོ་གཉིས་གསུམ་ཟིག་དེ་འདྲ་ཁོ་རང་ལྷག་དེ་ཡོད་པ་རེད་དེ་འདྲའི་གི་ཡང་ཟེ་བྱས་བྱས་བསྡད་པ་དེ་འདྲའི་ནི་ཚུལ་བཅས་རེད་དེ་ཤ་ད་བོད་ཡུལ་ནང་ལོ་ཡ་ད་འདྲའི་དཔེ་ཆ་ད་ཁ་ཤས་ཀྱིས་བོད་ཡིག་དཔེ་ཆ་མེད་པ་བཟོས་ཀྱི་རེད་ཅིག་ཅེས་དང་བོད་ཡིག་དཔེ་ཆ་མེད་བཟོས་དེ་འདྲ་བྱེད་བྱེད་གང་ཡང་མི་འདུག་ད་བོད་ཡིག་དཔེ་ཆ་ག་རེ་ཡོད་པ་དེ་ནས་ད་ད་ལྟ་གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་དགོན་སྡེ་ཁག་གིས་རོགས་སྐྱོབ་ཡོང་ཡ་དེ་ཚོ་ཡ་ནས་ཡོང་ཁུངས་དང་བྱུང་ཁུངས་དེ་ཚོ་ཏེས་དོ་དམ་རུ་བཏང་གི་ཡོད་པའི་གནས་ཚུལ་བཅས་ཡོང་བསྡད་ཀྱི་འདུག་ཅེས་དང་གི་ད་ག་ཚོད་དགོན་སྡེ་ཁག་གིས་ཞལ་འདེབས་ཡོང་ཡ་དེ་ཚོ་ཁོ་ཁོང་བསྟན་ལུང་བསྟན་གྱི་བླ་འོར་བ་དེ་འདྲས་ཀྱིས་ཡང་ཁོ་རྩིས་ཁྲ་གིས་ཤི་སོང་བྱས་ནས་ཏེས་ཅེས་ཁ་ཚལ་བཅོས་ཐུག་ཐུག་ཡ་བེད་སྤྱོད་གནང་ཡ་དེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་པ་འདྲ། དེ་ནས་ད་ཞིམ་པ་གར་དོ་ད། ད་དེ་འདྲའི་འདྲ་བོ་རེད་ཤག་ད་བལ་ཡུལ་ད་ད་ཅི་ན་ད་འདྲའི་ད་གཞུང་འཇམ་པོ་ཡག་པོ་འདུག་ཨ་ནི་ད་ལས་ཀ་ཁོ་ཁོ་རོས་ཁོ་རོས་ཉི་མ་ཉི་མ་ད་ལས་ཀ་མང་པོ་བྱེད་ཀྱི་ཡོད་རེད་བ། ཨ་ནི་འོ་འདི་རེད་བལ་ཡུལ་གྱི་སྔོན་མ་སྲིད་བློན་ཟུར་པ་ཤེར་བྷ་དུ་དེ་བ་ད་ནི་ཁོ་རང་གི་སྐྱེས་དམན་ད་ད་སྤུ་གུ་ད་དེ་ཚོ་གི་ཡང་ཅིག་ལྟ། རྒྱུ་མང་པོ་གཅིག་གི་ཐོག་ལ་ཡང་ཉོག་དྲ་བྱ་བྱེད་ད་ཁོ་རང་སོ་སིམ་ཡ་གི་བཀའ་རྒྱ་དེ་ལས་ཡོད་བ་འདྲ། ཡང་ད་ཤེས་པ་དུ་བདེ་བོ་ད་ཁོ་རང་གི་བཟའ་ཟླ་ནི་ད་འདི་སིང་ག་ཕུར་ལ་ད་སྨན་བཅོས་ཀྱི་ཐོག་ལ་བསྡད་ཡོད་ཟེར་ལན་ཞིག་ཡོད་རེད་ཤེས་པ་དུ་བདེ་བ་གིས་ན་ཁོ་རང་ལ་དེ་འདྲའི་ནག་ཉེས་གང་ཡང་མེད་ལབ་ནི་སྤྱི་ཚོགས་དྲ་རྒྱ་ནང་ལོགས་ལས་ཤེས་ཡོད་པའི་གནས་ཚུལ་བཅས་རེད་ད་ཤ་ད་ད་འདི་བལ་ཡུལ་གཞུང་གིས་ན Interpol རུ་ད་རྒྱལ་ཁབ་གཉིས་ཀྱི་བར་ཡང་ནག་ཉེས་པ་རྩིས་སྤྲོད་ཀྱི་བརྒྱུད་ལམ་གྱི་ཐོག་ནས་ཁོ་རང་ཚོ་ལས་ཡན་གྱིས་འབད་བརྩོན་བྱས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ། ད་ནི་ད་ཐེངས་དེ་འདྲའི་འགྲོ་བ་ཞིག་མིན་འགྲོ། ད་གང་འདྲ་ད་ལྟའི་གཞུང་ད་གང་འདྲ་མིན་ད་ཡག་ཐག་ཆོད་འདུག་འོང་བ་ཡུལ་གྱི་ད་ལྟའི། གྲོས་ཚོགས་ཚོགས་གཙོ་དེ་དག་མི་ལོ་ཆུང་ཆི་ཁོད་རེད་ད་ད་ལྟ་གྲོས་ཚོགས་ཀྱི་ཚོགས་གཞོན་དེ་ཡིན་ན་དེ་ལས་ལོ་ཆུང་བ་ད་ད་ལྟ་ང་ཚོ་བོད་རིགས་བཟོ་རོམ་རེད་ཡང་ད་ཁོང་ཚོ་ར་ཡི་ལིང་བུ་ལེགས་འདུག་དེ་འདྲའི་གི་ཕོ་སར་ལོ་གཅིག་འདུག་དེ་ཡིན་ན་ད་གང་ལྟར་བོད་མི་ཞིག་ཏུ་ཁོ་གཉིས་གཅིག་གིས་ཡོང་དུ་ཟ་བོད་ལང་བྱས་ད་གང་ལྟར་གྲོས་ཚོགས་ཚོགས་གཞོན་དེ་ཡང་མི་ལོ་ཆིན་ཅུ་གཅིག་ལང་ཡ་གིས་རྩིས་རྒྱབ་སྟེགས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།

དཀའ་ངལ་ཚང་མ་སེལ་བའི་ཐོག་ནས་མ་འོངས་པའི་འབྲེལ་བ་བཟང་རུ་གཏང་ཡག་གི་གྲོས་མོལ་བྱེད་ཀྱི་བྱ་གཞི་ཡོད་ལན་ཞེས་ར་བྱེད་ཐེག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཚ་བའི་ཉེ་ཆར། ཨ་རི་དང་ཨི་རན་གྱི་དམག་མཚམས་བཞག་པ་དང་ཨི་ཟི་རལ་གྱི་སྐར་མ་བཅུ་གྱི་ནང་ཚུད་ཡང་ནས་དུ་ཨི་ཟི་རལ་གྱི་ལེ་བྷ་ནོན་ཐོག་ལ་མེ་ཤུགས་འཕུར་མདའ་བརྒྱ། སྐར་མ་བཅུ་ནང་ཚུད་ལ་སྐྱབས་བཅར་གཏོར་སྐྱོན་བརྒྱ་བཏང་པའི་གནས་ཚུལ་བྱུང་བ་རེད་ད་འདི་སྐབས་སུ་མི་ཉིས་བརྒྱ་ལྔ་བཅུ་ཀྱི་ཚེ་སྲོག་ཤོར་ཡོད་པ་དང་གཅིག་སྟོང་སྐོར་ལ་རྨས་སྐྱོན་བྱུང་བ་དེ་འདྲའི་གི་གནས་ཚུལ་གི་ཐོག་ནས་ཨ་རིའི་སྲིད་འཛིན Trump གིས་ཨི་ཟི་རལ་ཡ་ནི་ལེ་བྷ་ནོན་གང་དམག་རྒྱལ་དེ་མཚམས་འཇོག་བྱས་ཟེར་ནས་ད་སྐབས་ཡང་སྲིད་བཏང་པའི་ཐོག་ནས་མཚམས་བཞག་པའི་གནས་ཚུལ་བཅས་བྱུང་སྟེ་ཤ་དེ་ནས་ད་ལྟའི་ཨ་རི་དང་ཨི་རན་གྱི་དམག་གི་གྱི་ཁ་ལོར་ད་བར་འདུག་གཙོ་བོ་དེ་ད་པ་ཀི་སི་ཐན་གྱི་བྱས་ཡོད་ཤེས་ཀྱི་ཡོད་ད་རྒྱབ་ལོག་ལ་ལས་ཀ་བྱེད་མཁན་གཙོ་བོ་གཅིག་དེ་རྒྱ་ནག་ཡིན་དེ་པ་ད་རྒྱ་ནག་གི་རྩ་བའི་ད་འདི་འཛམ་བུ་གླིང་གི་སྣུམ་གྱི་ད་ཚོང་ར་ད་འབྲེལ་བའི་ཐོག་ནས་རེད་ད་ན་ཤེས་རྒྱ་ནག་ཁོ་རང་སུ་གི་རྗེས་གཅིག་ལམ་གཅིག་གི་འགྲོ་སོང་བཏང་སའི་གི་ད་ས་ཆ་མང་བོ་ཅིག་ལ་གཏོར་སྐྱོན་ཆེན་པོ་ཡོང་ཡས་གི་ཉེན་ཀ་ཡོད་པ་ཡིན་ས་ཁོ་རང་སུ་ལ་འདི་གི་མངའ་ཚབ་ད་འབྲེལ་བའི་ཐོག་ནས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་ཨི་རན་གྱི་ཟླ་གནད་ཡོད་མི་སྣ་ཁག་ཅིག་ལ་ཁ་པར་བཅུ་གྲངས་བཏང་ཡོད་པའི་གནས་ཚུལ་བཅས་རེད་བྱས་ཁ་པར་དེ་ཡང་སྲིད་དང་པ་ཀི་སི་ཐན་ལ་བཏང་ཨི་རན་ལ་བཏང་ཨི་རན་གྱི་མི་གྲངས་མི་འདྲ་ད་ཨི་རན་སྔར་ནང་བཞིན་འགོ་ཁྲིད་ཚང་མ་ཆ་ཚང་བ་ཅིག་མེད་དུས་ད་མི་རེ་རེ་རེར་ཁ་པར་བརྒྱབ་བྱ་ཚང་མ་ལ་ཞི་འགྲིག་བྱས་པའི་ཐོག་ནས་དེའི་རྒྱབ་ལོག་ལ་རྒྱ་ནག་གི་ལས་ཀ་ཤུགས་ཆེན་པོ་བྱས་ཡོད་པའི་གནས་ཚུལ་བཅས་རེད་བྱས། དེ་ནས་ད་ད་ལྟའི་ཨི་ཟི་རེལ་དང་པ་ཀི་སི་ཐན་གཉིས་ཀྱི་པ་ར་ཡ་དུ་རྩོད་རྙོག་བྱུང་ཡ་དེ། ད་ལྟའི་ཨི་ཟི་རེལ་གྱིས་ལེ་བྷི་ནན་གང་ལ་དམག་བརྒྱབ་དུས་ནི་ད་ལྟའི་ཨི་རན་གྱིས་དེ་ལ་སྤྱི་འཇུས་བྱས་པ་རེད་ཨི་རན་གྱི་དོན་ཚན་བཅུའི་ནང་ལོ་ཡ་ལེ་བྷི་ནན་གྱི་མིང་དེ་ཡོས་ལན་བཤད་པ་རེད་པ་ཀི་སི་ཐན་གྱིས་དེ་ཡོ་རེས་ལན་བཤད་ཡོང་དུས་ཨི་ཟི་རེལ་ཡའི་དཀའ་ངལ་ཆེན་པོ་འཕྲད་པ་དང་ཨི་ནི་ཨི་ཟི་རེལ་གྱི་སི་ད་ལྟའི་གྷ་ལོར་གཞུང་ཚབ་རྒྱ་གར་ལ་ཡོད་དེ་ངས་དེའི་གི་རུ་ཁག་གི་བཤད་བྱས་བྱས་ན་པ་ཀི་སི་ཐན་ད་ལྟའི་ཨ་རི་དང་ཨི་རན་གི་དམག་གི་ད་མཚམས་འཇོག་བྱས་གི་ལི་ཁ་འཇོན་ཐང་ཁ་ཡང་བཏོན་ཡོད་མ་རེད་ས་ཁོ་རང་ས་ཁེ་ཁོ་བྱས་ཡོད་མ་རེད་གཙོ་བོ་དེ་ཨ་རི་རང་གི་ད་ཞི་མོལ་བྱས་གི་སྐད་ཆ་བྱུང་བ་རེད་ལ་ནི་ད་པ་ཀི་སི་ཐན་གི་ན་ཁོ་ཚོའི་གི་ཞི་འགྲིག་བྱེད་གི་ཡོད་ས་ནི་ད་ཞི་བ་ཞིག་གླིང་དགོས་པ་རོ་དེ་ཡོད་མ་རེད་ལ་ནི་བཤད་ཡོད་པས་ནི་ཚོད་ཅིག་དང་ཡང་པ་ཀི་སི་ཐན་གི་གསར་ཁང་ཁག་ཅིག་ནས་པ་ཀི་སི་ཐན་གི་སྲིད་བློན་ཤ་བྷ་ཤི་རི་དང་ནི་པ་ཀི་སི་ཐན་གྱི་དམག་སྤྱི་ཨ་སིམ་མ་ནིར་གཉིས་ལ་ད་འཛམ་གླིང་ཞི་བའི་གཟིངས་རྟགས་སྤྲད་གོ་གོ་རེད་ས་ཁོ་རང་གཉིས་ཀྱིས་ནི་ད་འདས་ད་ཨ་རི་དང་ཨི་རན་གྱི་དམག་དོན་ཆེན་པོ་དེ་ལ་ནི་དུ་ས་ད་སྲུང་སྐྱོབ་བྱས་གི་ལ་བར་ད་མཚམས་བཞག་ཐུ་ཨེ་ཀྱིས་འབད་བརྩོན་བྱས་པ་རེད་ལ་ནི་འདི་འདྲ་ཅིག་བཤད་དེ་གི་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ

ལེ་བྷ་ནོན་ཐོག་ལ་དམག་རྒྱག་སྟེ་ང་ཚོ Jewish མི་རིགས་ལ་སུ་འདྲ་ཅིག་གི་གནོད་སྐྱེལ་གྱི་ལས་གཞི་བྱས་པ་ཡིན་ན་དེའི་གི་སྲུང་སྐྱོབ་གི་ཆེད་དུ་ང་ཚོ་གི་གནོད་སྐྱེལ་ངན་གྱི་ཤོག་ཐོག་ག་བ་ཡིན་ན་དེ་རྩ་མེད་གཏང་གི་ལས་ཀ་དེ་བྱེད་གི་རེད་ལབ་ཆེད Pakistan ལ་ཚུར་ལན་རྒྱབ་སྟེ་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནས་ད་དེ་རིང་རེས་གཟའ་མིག་དམར་ཡ་རེས་གཟའ། པ་སངས། གནས་དུ་ས། པ་ཀི་སི་ཐན་ལ་ཨི་རན་དང་ཨ་རི་གི་དམག་གིས་ད་མཚམས་འཇོག་གི་བཀའ་མོལ་གནང་ཡ་གི་གྲོས་མོལ་ཚོགས་འདུ་ཐེངས་མ་དང་པོ་དེ་ཚོགས་ཡོད་པ་རེད་བྱས་ཙང་གི་པ་ཀི་སི་ཐན་གི་ད་ལྟའི་ཉི་མ་གཉིས་གོང་བསད་བཞག་པའི་ཐོག་ནི་ད་ལྟའི་ཨི་སི་ལམ་སྦ་ཁོ་རང་ཡིན་ན་ཨ་ནི་སྦད་ཁོ་རང་ཁྱིམ་བཀག་བྱས་བྱས་ད་ག་ད་ཚོགས་བཅར་བ་ཡུལ་ངལ་འདི་ཚོ་གི་བདེ་འཇགས་ཀྱི་ཆེད་དུ། གྲོང་ཁའི་སྒོ་རོ་ཁྱིམ་ཁ་བྱས་བྱས་མི་ཚང་མ་ནང་ལ་འདུག་ཤ་བཅད་འདུག་བསྡད་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ནས་ཤི་ཨོས་སའུ་ཏི་ཨ་རི་བྷེ་ཀྱི་ཕྱི་སྲིད་བློན་ཆེན་རྒྱལ་སྲིད་ཧྥ་སིལ་བིན་ཧྥ་ར་གྱི་ནི་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་པཱ་སཱར་གྷ་ཆིའི་ཡ་ག་བ་དང་བཅས་ནི་གྲོས་མོལ་བྱུང་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ཉེ་ཆར་སྤྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ཀྱི་ཨ་རིག་གིས་ཨི་རན་ཐོག་ལ་དམག་བརྒྱབ་ནས་དེའི་རྗེས་ལ་ནི་ད་ཁོང་ཚོ་སྐད་ཆ་བཤད་པ་ཐེངས་དང་པོ་དེ་ཆགས་དེ་གི་ཡོད་པ་དང། ད་ག་ན་ཤི་སཱ་ཨུ་དི་ཨ་རེ་བྷེ་གི་ཕྱི་སྲིད་བློན་ཆེན་གི་ཁོ་རང་གི་ཁ་བཏེགས་ད་འདི་ཁ་ཏར་རེད་ཡུ་ཨེ་ཨི་རེད་ཇོར་ཏན་རེད་ཏྲར་ཀི་རེད་དེ་ཚོ་ཚང་མ་གི་ཕྱི་སྲིད་བློན་ཆེན་ལ་ཁ་པར་བརྒྱབ་བྱ་སྐད་ཆ་བཤད་ཡོད་པའི་ནི་ཚུལ་དཔྱད་རེད་དེ་ཤ། ཨ་རི་དང་ཨི་རན་གྱི་དམག་འཁྲུག་དང་འབྲེལ་བའི་ཐོག་ནས་གནས་ཚུལ་ཁ་ཅིག་ཞུས་པའི་ནང་དུ་ཁ་སང་ཉིས་སྟོང་ཉི་ཤུ་རྩ་དྲུག་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ནས་ཨི་ཟི་རལ་དང་ཨ་རི་གྱིས་ཨི་རན་ཐོག་ཡར་དམག་དངོས་སུ་འགོ་བཙུགས་ཡོད་པ་དང་ད་ལྟ་བར་དུ་ཨི་རན་གྱི་མི་སེར་སྟོང་ཕྲག་གསུམ་གྱི་ཚེ་སྲོག་ཤོར་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཨི་རན་གྱི་སྨན་བཅོས་དང་འབྲེལ་བའི་ཐོག་ནས་སྲིད་གཞུང་གིས་ཞིབ་འཇུག་བྱས་ཡ། ད་ལྟའི་ཆ་ནས་ཕུང་པོ་བརྒྱ་ཆ་དྲུག་ཅུ་དང་བདག་པོ་དོན་ཐུག་ཡོད་པ་དང་བརྒྱ་ཆ་བཞི་བཅུ་ད་ལྟའི་ནས་ཕུང་པོ་བརྒྱད་དང་བདག་པོ་མ་གཉིས་པ་ལ་བར་བདག་པོ་དོན་མ་ཐུབ་པ་དང་གང་དག་ཁོ་རང་སོགས་ཀྱིས་ཁྲག་དང་དེ་འདྲའི་བརྟག་དཔྱད་བྱས་པའི་ཐོག་ནས་ནང་མི་ངོ་སྤྲོད་བྱས་བྱས་ཨ་ནུ་ཕུང་པོ་ཕར་བརྩི་རོལ་བྱས་ཀྱི་ཆ་ཞིག་ཡོད་འདོད་པའི་གནས་ཚུལ་བཅས་རེད་དེ་ཤ་ད་ནི། ཨི་རན་གྱི་ཆེས་མཐོའི་འགོ་ཁྲིད་ཨ་ཡོ་ཏོ་ལ་ཨ་ལི་ཁེ་མེ་ནོའི་དམག་གིས་ཉིན་དང་པོའི་ནང་ཡ་ཏུ་སྟ་དེ་རོང་སྲིད་བྱིངས་པ་ལོག་རེས་དམར་གསོད་བཏང་བ་བྱུང་བ་ཡིན་ཙང་ད་ག་ཚང་དུ་སོ་ཉི་མ་བཞི་བཅུ་འཁོར་བའི་ཉིན་མོ་གི་ད་ག་འདའ་འདུག་སེམས་མཉམ་བསྐྱེད་ཀྱི་གོམ་འགྲོས་ཤིག་ཕྱིན་ཡོད་པ་འདྲ་དེ་ཡང་ཨི་རན་གྱི་སྲིད་འཛིན་པེ་ཛེས་ཁན་དངོས་སུ་བསྐྱར་ཆ་ནས་ཆ་ཤས་ལེན་ཡོད་པའི་གནས་ཚུལ་བཅས་རེད་བདེ་ཞག་དེ་ནི་ཨི་རན་གྱི་ཆེས་མཐོའི་འགོ་ཁྲིད་གསར་བ་མོ་ཇི་ཏོ་པ་ཁེ་མེ་ནོ་གིས་ཁ་རྩང་ས་ཕུར་བུ་ལ་བཤད་ཆ་བྱས་ན་ཁོ་རང་རྒས་རྟ་པ་ལགས་ནི་རྒྱལ་ཁབ་ཀྱི་འགོ་ཁྲིད་སྤྲོ་ངན་ཡག་ནི་འདུག་ང་ཚོས་དགྲ་ལན་མེད་པ་ལགས་ར་ད་གོ་ན་ལན་འདེབས་མེད་པ་ང་ཚོ་ཞེ་མ་རེད་ཟེར་བ་ག་འདག་འདི་གི་དགྲ་ལན་འདི་ང་ཚོས་ལན་ཐུབ་པ་བྱས་དགོ་རེད་འདི་ང་ཚོའི་ཐབས་ལམ་འདྲ་མི་འདྲ་རྒྱུད་ལམ་ག་རེ་ཐོག་ནས་གླེན་པ་ན་ད་ག་འདག་རག་དགོ་གི་རེད་ལན་འདི་འདྲ་གི་གི་རྗེ་ཞེ་འདེགས་ཡོད་པའི་འདི་ཚོའི་དཔྱད་རེད་འདི་ཤག་དེ་ནས་ཁོ་རང་རྒས་རྟ་ད་འདི་ཨ་ཨ། གཞུང་ཁོ་རང་གི་ད་གཞུང་མགོ་ཁྲིད་བྱེད་ཀྱི་ཡོད་པར་བ་ད་དེའི་གི Strait of Hormuz གྲུ་གཟིངས་འགྲོ་ལམ་འགྲོ་ལམ་གི་ལམ་འགག་དེ་ཡིན་ན་ད་གནོད་འཚེ་ཞིམ་པ་ཅིག་གང་ལ་ཕག་ཁེད་ཁེད་ཀྱི་ཆ་ཤས་ཡོད་བསྡད་པ་ལོག་རེད་ད་གང་དག་དེ་ཡོད་བསྡད་པ་དེའི་ཐོག་ལ་ནི་བསམ་བློ་གཏང་གི་ཡོད་པ་དང་ཨ་ནེ་ཁོ་རང་གི་ཡང་ཇག་ད་དེ་ཨ་རབ་གི་ད་ཁྱིམ་མཚེས་རྒྱལ་ཁབ་ད་དེ་གི་མང་པོ་ཅིག་ཡོད་བསྡད་པ་དེ་ཚོ་གིས་ད་ལྟའི་སོ་སོའི་གི་རྐང་པའི་སྒང་ལ་སོ་སོའི་ལངས་ཆ་སོ་སོ་སོ་ཐག་ཆོད་པ་བྱས་ཟ། ནུབ་ཕྱོགས་དཔེ་གི་སྟོབས་ཤུགས་ལ་ནི་མགོ་སྒུར་ནས་ལག་བར་དེ་ལ་ནི་གོ་ཐོབ་ནས་མ་བསྡད་ཟབ་བྱ་ཁྲིད་ཤེས་ཡོད་པའི་གནས་ཚུལ་བཅས་རེད་དེ་ཤག། དེ་ནི་ཨ་རིའི་སྲིད་འཛིན་ཀྲུམ་གིས་ཨི་རན་ཡ་སྡིག་ར་བཏང་ཅག་ཁྱོད་རང་སོ་གི་ད་ད་ལྟའི Strait of Hormuz གི་རྒྱུད་ནས་གྲུ་གཟིངས་འགྲོས་ངའི་ཡ་ནི་དུ་ལམ་འཕྲེད་ལན་དེ་ནོར་བ་རེད་ཟེར་ད་དེ་གང་དག་ལན་གྱི་མཚམས་བཞག་དགོས་ཀྱི་རེད་ལབ་བྱ་ཡག་གི་ཞིག་གི་ཡོད་པའི་ནི་ཚུལ་བཅད་རེད་ཤག་རྩ་བའི་ཁ་ཚང་ས་མིག་དམག་གི་དགོང་མོ་ཡ་ད་དམག་མཚམས་བཞག་བའི་སྐབས་སུ་ནི་བད་ཆ་ཚང་དེ་ག་ལོ་གྲུ་སིང་ཏང་ཡག་གྲོ་ཡག་གི་ཆ་ཚང་སྒོ་ཕྱེ་ཡ་དང་ནི་ལམ་སང་སྒོ་ཕྱེ་ཡ་དང་ནི་དེ་མུ་ཐུ་ནི་སྒོ་ཕྱེ་ནི་ལྷག་དགོས་དེ་འདྲས་གི་སྐད་ཆ་བཤད་པ་ཡིན་ཟེར་བ་ད་ཁྱེད་རང་ཚོ་གི་ལམ་ཁྲིད་གླེང་ན་ཏག་ཏག་དེ་མ་རེད་ལབ་ཆ་ཞིག་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ་ཐག་ན་ཤེས་ཨ་རིའི་སྲིད་འཛིན་ཀྲམ་གྱི་ཨེན་བྷི་སི་གི་གསར་ཁང་བརྒྱུད་ནི་སྐད་ཆ་བཤད་བྱ་གང་དག་ཨི་ཟི་རེལ་གི་སྲིད་བློན་སྦེན་ཇ་མ་ནི་ཏིན་ཡ་ཧུ་ཡ་ལེ་བྷི་ནན་གྱི་ཐོག་ལ་དམག་རྒྱག་ཡ་དེ་གནས་སྐབས་རེད་མཚམས་འཇོག་བྱེད་ཟེར་བ་ད་ད་འདི་རྒྱལ་ཁབ་གི་ཁ་ལོ་གྲོས་མོལ་གྲོལ་ཡ་གི་དུས་ཚོད་ཁད་དེ་གི་ཡོད་བས་མཚམས་དམག་དེ་མ་རྒྱབ་རོགས་བྱེད་ཟེར་ནི་ཡི་རེ་བ་ཞུས་བ་ནང་བཤད་ནི་ཨི་རན་གྱི། ཁ་ལྷོར་ཨི་ཛི་རེལ་གྱིས་ལེ་བྷ་ནན་མཐོ་ལ་དམག་རྒྱལ་མཚམས་འཇོག་བྱས་པའི་གནས་ཚུལ་བཅས་རེད་དེ། དེ་ནི་ཨ་རིག་གི་སྲིད་འཛིན་གཞོན་པ་ཇེ་ཏི་ཝན་སི་གིས་ཁ་ཚང་གསར་འགོད་བཀའ་མོལ་གཅིག་གི་ནང་ལོ་ཡ། ཨི་རན་གྱིས་ལེ་བྷ་ནན་དམག་དང་འབྲེལ་བའི་ཐོག་ནས་ཁ་གཡར་བྱ་ནི་ད་ལྟའི་དམག་གི་ལྟ་གྲོས་མོལ་གྱི་བདུན་ཕྲག་གཉིས་བརྗེ་བར་འདི་གཏོར་བས་ན་ཁྱེད་རང་ཚོ་གིས་ཤིན་གྱི་རེད་སོགས་ཁྱེད་རང་ཚོ་གི་དཀའ་ངལ་ཁག་འཕྲད་ཀྱི་མེད་ནི་ད་ལྟ་ཁྱེད་རང་ཚོ་གིས་མུ་མཐུད་ནས་དམག་མཚམས་བཞག་གི་འདི་གང་ལ་འགྲོ་གི་ཡིན་པ། ཡང་དེ་ལྟར་ཨིསི་རཱཨེལ་གྱིས་ལེ་བྷ་ནོན་ཐོག་དམག་རྒྱལ་ལ་ཁ་གཡོག་བྱས་ཁྱེད་རང་ཚོ་གིས་དམག་མུ་མཐུད་ནས་རྒྱ་ཡལ་གྱི་ལས་ཀ་དེ་བྱེད་ཀྱིན་པ་དེ་ཁྱེད་རང་ཚོ་གི་འདོད་པ་རེད་ལབ་ཆེད་བཤད་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། དེ་ནི་ཨི་རན་གྱིས་བཤད་བྱས་པ་ཆོད་ནས་ཨ་རིས་གིས་ད་ག་ཚང་གཉིས་དམག་མཚམས་བཞག་བྱས་དེ་གི་དོན་ཚན་བཅུ་དང་ད་ཁས་ལེན་པ་དེ་གི་རྗེས་ལ་ནི་ཁྱེད་རང་ཚོ་གིས་ཁྲིམས་འགལ་གསུམ་བྱས་སོང་ལབ་ཆེད་བཤད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་བཤད། ནི་དང་པོ་དེ་ལེ་བྷ་ནན་སྒང་ལ་དམག་བརྒྱད་དང་གཉིས་པ་དེ་ཡི་ནི་ད་དེ་ཨི་རན་གྱི་བར་སྣམ་ཁམས་ལ་ནི་མི་མེད་གནམ་གྲུ་དེ་འདྲ་བཏང་བྱས་ཡོང་བསྡད་ཀྱི་ཡོད་པ། ནི་གསུམ་པ་དེ་ཡི་ད་ལྟ་ཨི་རན་གྱི་མུ་མཐུད་ནས་ད་དུ་ཕྲན་མཚོན་ཆེད་ཀྱི་དུ་ཕྲན་དེ་བཟོས་ཆོག་པ་བྱས་ཏེ་ལག་ཆ་མ་ཡིན་པའི་ཐོག་ནས་ཁོ་རང་ཚོ་གི་བློ་གི་སྟེང་ནས་ད་དེ་འདྲའི་བེད་སྤྱོད་བཏང་ཡས་ཀྱི་ཆེད་དུ Nuclear Reactor བེད་སྤྱོད་བཏང་ཆོས་དེ་ལས་བཀག་སྡོམ་བྱས་ཀྱི་འདུག་སྟེ་ནོབ་རེས་ལས་ཀྱི་གང་དག་དོན་ཚན་གསུམ་གྱི་ཐོག་ནས་ནི་ད་དེ་དམག་མཚམས་བཞག་ཡ་དེ་ཡང་མཐོར་བསྲེས་ཀྱི་ཉེན་ཁ་ཡོད་དུས་པའི་ཁུངས་གཅིག་བགྲང་བསྡད་ཀྱི་འདུག་ཐ་ན་ཞིག་ཨི་རན་གྱི་ཨ་རིའི་སྲིད་འཛིན Trump གྱི་ལྟ་སྤྱོད་བརྗོད་ལ་བོར་ཁྱད་གསོད་བྱས་བྱས་ཨ་ནི་ཨ་རིའི་སྲིད་འཛིན Trump གྱི་འདྲ་དཔེ་དེ་འདྲ་བཟོས་བྱས་གང་ལྟར་དམག་མཚམས་བཞག་རོགས་བྱས་ཟེར་དུས་ཉེན་ཁ་ཚ་བོ་འདུག་ལས་སུ་རུ་དེ་འདྲའི་གི་སྐད་ཆ་བཤད་བྱས་ད་གྲོ་བསྡད་པ་དེ་འདྲའི་གི་བརྙན་ཐུང་དེ་འདྲ་བཟོས་བྱས་ཡང་ཨ་རི་ལ་གནས་སྒོ་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ། དེ་ནི་ཨི་རན་གྱི་ཕྱི་སྲིད་བློན་ཆེན་ཨར་པཱས་ཨར་གྷ་ཆི་གིས་ཨ་རི་ཡ་ལྟ་ཁྱེད་རང་ཚོར་གདམ་ཁ་གཉིས་ཡོད་པ་རེད་ཟེར་བ་ནི་དམག་དེ་མུ་མཐུད་ནས་རྒྱག་གི་ཡིན་པ་མཚམས་བཞག་གི་ཡིན་པ་དེ་གི་གདམ་ཁ་བྱས་དགོས་ཀྱི་རེད། དེ་མ་གཏོགས་གཉིས་ཀ་མཚམས་བཞག་གི་ཡིན་ཟེར་ནས་མཚམས་གཅིག་བཞག་ཡང་དམག་མུ་མཐུད་ནས་བརྒྱབ་དེ་ན་ཏག་ཏག་བསྡད་ཡོད་མ་རེད་སླེབས་བྱ། སྤྱོད་འཇུག་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཞིག་ད་མུ་མཐུད་ནས་རྒྱ་ཡ་དེ་ད་ལྟ། ཨི་ཟི་རེལ་གྱིས་ལེ་བྷ་ནོན་ཐོག་དམག་རྒྱག་ཡ་དེ། ད་ལྟ་ཨི་རན་གྱི་དོན་ཚན་བཅུ་སྤྲད་བཞག་པའི་ནང་ལོགས་ཡ་ནི། ཨི་ཟི་རེལ་གྱིས་ད་ལྟའི་ཨི་རན་གཙོས་པའི་ལེ་བྷ་ནོན་དང་གྷ་ཛ་ལ་དམག་རྒྱག་མི་ཆོག་ལན། ད་ཁོ་རང་ཚོའི་དོན་ཚན་ནང་བཀོད་པ་ནང་བཞིན་དེ་གི་མི་འདུག་ཟབ་ཆ་སྐྱོན་བརྗོད་བྱེད་ཀྱི་ཡོད་པས་འདི་ཚོའི་དཔྱད་རེ་དེ་བཤད།